གསུམ་པ། ད་ངོ་བོ་གཅིག་པའི་རྒྱུ་ལས་སྐྱེས་ན་དོན་མེད་དུ་ཐལ་བ། ངོ་བོ་གཅིག་པ་ལས་སྐྱེས་ན་རིགས་པ་དང་འགལ་བ། དེ་དག་གི་ཉེས་སྤོང་གི་ལན་དགག་པ་གསུམ་མོ། གསུམ་པ་མུ་ད་དེ་དག་གི་ཉེས་སྤོང་གི་ལན་དགག་པ། གྲངས་ཅན་འབའ་ཀྱི་ཚུལ་ཉེས་སྤོང་ཡིན་ན་ད་ཉེས་སྤོང་གི་ལན་བཏབ་ན་ད་དགག་གྱུར།

ད་ནི་ཀུན་སྐྱེ་བ་ལ་ཕན་འདོགས་པའི་རྐྱེན་ཕྱིར་སྲིད་ཀྱི་དུས་ལ་སོགས་པ་རྣམས་ཀྱིས་ནི་འོད་ཟིན་འོད་དང་རྐྱེན་དེར་ཀུན། ས་བོན་སྦང་རོ་ལྟ་བུར་རྣམ་པར་འགྱུར་བ་ཞེས་བྱང་ཟིན་ས་བོན་དེ་ཉིད་ས་བོན་སྐམ་པོ་དེ་དག་སྦང་རོ་ལྟ་བུར་ཟིན་ནས་ཕྱུགས་ན་སྦང་དང་པོ་གི་རོ་མ་བཟོ་གི་མོ་འོ་ཡ་དག་སྦང་རོ་ལྟ་བུར་ཟིན་ནོ་འོ་ཡ།

ཧོ་ཉིད་དུ་དབབ་ཐབས་མེད། ས་ནུས་ཀྱང་རང་བཞིན་ནམ་ངོ་བོ་གཞན་མ་ཡིན་པས་ཟིན། ས་བོན་འདྲ། མྱི་ཀི་མྱི་གན་གྱི་ན་རང་བཞིན་འདྲ་ངོ་བོ་གཞན་མ་རེད་ངོ་བོ་གཅིག་རེད་ཟིན། རང་བཞིན་གཅིག་རང་ངོ་བོ་གཅིག་ཡིན་ནོ་གི། བདག་ལས་མི་སྐྱེ་བ་ཡང་མ་ཡིན་ནོ་སྙམ་ན། འོ་ད་བདག་ལས་མི་སྐྱེ་བ་ཡང་མ་རེད་ཟེར་ནས་ད། ཉེས་སྤོང་གི་ལན་དུ་འདི་ཧེ་ད་དང་ཟེར་ད་ས་གོ། འདི་ཡང་མི་རུང་སྟེ་ཟིན། ཉེས་སྤོང་གི་ལན་འདེབས་གོ་ནོ་འདི་ཡིན་གྱི་ན་རེ་ཡང་མི་རུང་གི། གང་གི་ཕྱིར་ཟིན་ད་རྒྱུ་མཚན་གང་གི་ཕྱིར་ཟིན་ན།

ཨོ་ཡ། རྣམ་འགྱུར། གཉིས་ཀ་མ་འདྲ་ནོ་འི་སྟེང་དུ་ནི་ད་རྣམ་འགྱུར་གཞན་པ་སུ་ཐོན་ཐུབ་མོད་དུས་ཀྱི་ད་རྣམ་འགྱུར་ཕྱི་མ་དུས་ཀྱི་ད་གོང་མོ་དུ་འཇིག་པར་བྱེད་དགོས་ངོ། ཨོ་ད་རེ་ཟིན། ཡི་གེའི་ས་བོན་འཇིག་པ་ནི་རྣམ་འགྱུར་གྱི་སྟེང་ནས་ཡིན་པས་ཟིན། རང་གིས་རང་འཇིག་པ་དང་ག་ན་འདྲ་སྙམ་དུ། ཨོ་ད་རང་གིས་རང་འཇིག། འཇིག་པར་བྱེད་པ་དང་གང་ཟིག་ནས་འདྲ་གྱིས་ཟེར་ནས། ཨོ་གྲངས་ཅན་པ་གི། སྙམ་དུ་ཟིན། དགོས་པ།

རྣམ་པ་ཐམས་ཅད་དུ་གཅིག་ཡིན་ནོ། ངོ་བོ་ར་རང་བཞིན་དུ་ཕར་ཡིན་ཚུར་ཡིན་ཡིན་ནོ། དུ་ཤེས་པར་བསྲུངས་ན་རྣམ་འགྱུར་སོ་སོ་བ་ཡང་མི་འགྲིག་མི་འགྲིག་གི། ཁྱེད་རྣམ་འགྱུར་སོ་སོ་བ་རེད་གསུངས་ནོ་དེ་ལ་ཡང་ད་ཅིག་མེད་ཚུལ་ཙམ་ཟིག་ཡིན་ནོ་མི་འདི་དོན་གྱི་སྟེང་ནས་བ་ཀི་མི་འགྲིག་གི། རྣམ་འགྱུར་སོ་སོ་བ་ཡང་མི་འགྲིག་པས་ད་ལྟ་མི་འགྲིག། གནོད་པ་སྤོང་ནི་ནུས་སོ་གསུངས། ད་དེ་ཉེས་སྤོང། ཨོ་ཡ་ད་ཉེས་པ་དེ།

མྱུ་གུའི་རང་མཐོང་སོགས་ཀྱི་དབྱིབས་དང། སྔོ་སེར་སོགས་ཀྱི་ཁ་དོག་དང། ངར་སྐྱེར་སོགས་ཀྱི་རོ་དང་ནུས་མཐུ་དང། མུན་པ་རྣམས་ཀྱི་ཐ་དད་པ་ཁྱོད་ལ་མེད་པར་འགྱུར་ཏེ། ད་རྒྱུད་ས་བོན་ལས། ད་འབྲས་བུ་མྱུ་གུ་ལ་ད་དུ་མོ་གི་ཁྱད་པར་དུ། མེད་པར་ཐལ་བར་འགྱུར་དགོས། མེད་པར་འགྱུར་ཏེ། ས་མྱུག་གཉིས་ཀྱི་ངོ་བོ་དང་རང་བཞིན་ལ་རྣམ་པ་ཐམས་ཅད་དུ་ཁྱད་པར་མེད་པའི་ཕྱིར་རོ། ད་ས་བོན་ལ་མྱུ་གུ་གཉིས་ཀྱི།

ཐ་མི་དད་པར་མི་ཁ་ཡང་མ་ཡིན་པའི་ཟིལ་གཟིགས་ནི། ད་དེ་ལྟར་ཐར་བར་འགྱུར་བ་ལས། ད་ཐ་མི་དད་པར་མི་ཁ་ཡང་མ་ཡིན་པའི་ཟིལ་གཟིགས་ནི། ད་ས་བོན་འདྲ་ནི་ཀུན་ཉར་ཡིན་གྱི་ན་ཨ་ཡོད་ར་ཁ་དོག་ལ་སོགས་པ། ཡང་ཐ་མི་དད་པར་མི་ཁ་མ་རུང། ཧོས་ཐ་དད་ཟིལ། ཐ་མི་དད་པར་མི་ཁ་ཡང་མ་ཡིན་པའི་ཟིལ། དེ་གཉིས་ཀྱི་ངོ་བོ་ཀུན་ནས་གཅིག་པ་ཡང་མ་ཡིན་ནོ། ཞེས་ཡང་ཟློག་པ་འཕེན་པར་མཛད་དེ་ཟིན་ནོ། འོ་ད་དེ་གཉིས་ཀྱི་ངོ་བོ་གཅིག་པ་ཡང་མ་ཡིན་ནོ་ཟིན། གྲངས་ཅན་པ་ཀུན་གྱི་ངོ་བོ་གཅིག་ཡིན་ཟེར་ཀུན་ནོ། ངོ་བོ་ཀུན་ནས་གཅིག་པ་ཡང་མ་ཡིན་ནོ་ཟིན།

ཨོ་ཡ་ནི་ཐི་ད་ཉི་ཀི་གི་ནི་ཐི་ར་མིན་པ་ར་དུ་མོ་གི་དོན་དུ་བྱེད་དགོས་གོ། དེ་ལ་ནི་ཐི་ནི་གཞང་འབྲུམ་སྐྱེ་སྨན་ཡིན་གྱི་ན་ལུས་དང་ཉེ་བ་ཙམ་གྱི་ནད་དེ་སེལ་བ་དང། གཟང་ད་གཞང་འབྲུམ་སྨན་གང་དུ་བསྐོལ་ནས་ན་ད་ལུས་དང་ཉེ་བ་ཙམ་གྱི་ནད་དེ་སེལ་བ་དུ་མོ་གི

ད་དཔེར་ན་འོ་མའི་སྐྱེ་བ་སོགས་ལས་འོ་མའི་སྐྱེ་བ་སོགས་ལས་སྐྱེ་རི་ར་དང་པི་པི་ལང་སོགས་ལ་རོ་ང་རོ་འགྱུར་བ་ལྟ་བུ་བཞིན་ནོ། འོ་མའི་སྐྱེ་བ་ད་འོ་མ་གི་ག་ལན་པར་བྱེད་པ་གི་དོན་ནི་ཞེས་པ་ནི་དྲན་པ་ར་ག་ལན་པར་བྱེད་པ་གི་དོན་ནོ། ད་འོ་མ་འདི་སྐྱེ་རི་ར་ར་པི་པི་ལང་འདྲ་འདི་མོ་གི་ཡང་མྱི་གུ་གི་རྩ་འོ་མ་ལ་གི་ནི་དེ་ནི་ད་རོ་ངར་མོ་དོན་ངོ་ས་གོ།

ས་བོན་གྱི་རང་བཞིན་ཀུན། ད་ས་བོན་གྱི་རང་བཞིན་དེ་ལས་གཞན་དུ་དང། འོ་ཉི་ཀའི་གནས་སྐབས་ཀྱི་ངོ་བོ་འགྱུར་ན། དེ་ལྟར་འདོད་པ་དེའི་ཚེ་ཟིན། འོ་ད་དེ་ཁའི་འདོད་དང་འདི་དག་ཚོ་དེ་ལྟར་འདོད་པ་དེའི་ཚེ་ས་བོན་དེ་ཡི་རང་བཞིན་ཉིད་ཉི་ཀའི་རང་བཞིན་དེ་ཉིད་ཡིན་ཞེས་ཇི་ལྟར་རིག་པར་འགྱུར་ཏེ་དེ་ཟིན་ནོ། འོ་ཡ། ད་གནས་སྐབས་དེ་ལས་གཞན་ཉི་ཀ་གི་གནས་སྐབས་ཀྱི་ངོ་བོ་དེ་ཁའི་འགྱུར་སྒོ་ནས་དེ་ཟིན་ན་ཏེ།

འོ་ད་ས་བོན་དང་མྱིག་གི་ངོ་བོ་གཉིས་ལ་ད་འཇིག་རྟེན་དུ་ངོ་བོ་གཞན་པ་ཡོད་པ་མ་ཡིན་ན་ཟེར་ན་ད་ངོ་བོ་མི་འདྲ་བ་པོ་དུ་མ་ཡོད་པ་མ་ཡིན་ན་ད་ས་བོན་གྱི་ངོ་བོ་དང་མྱིག་གི་ངོ་བོ་གཉིས་ཀ་བར་ཡན་ཚུལ་ཡིན་གྱི་ད་ངོ་བོ་གཅིག་ཡིན་གྱི་བར་ཡན་ཚུལ་ཡིན་གྱི་དེ་ནས་ཨོ་ཡ་ངོ་བོ་གཅིག་པ་དེ་དབྱེར་མེད་ཀྱི་གཅིག་ཡིན་ནོ་ཨོ་ད་བཤད་དམ། ད་འཇིག་རྟེན་འདིར་ས་བོན་གྱི་ངོ་བོ་དང་མྱུ་གུའི་ངོ་བོ་གཉིས་ཀ་མི་འདྲ་བ་དུ་མས་གསུངས་ན་ཡོད་པ་མ་ཡིན་ན། ཇི་ལྟར་མྱུ་གུའི་གནས་སྐབས་སུ་ས་བོན་བཟུང་དུ་མེད་པ་དེ་བཞིན་དུ་ཟིན་ནོ། འོ་ད་མྱུ་གུ་གི་གནས་སྐབས་ད་ས་བོན་དུ་དབང་ཤེས་ཀྱི་འཛིན་རྒྱུ་མེད་ནོ། འོ་ཡ། ས་བོན་དུ་དབང་ཤེས་ཀྱི་ད་དབང་ཤེས་ལ་སྣང་རྒྱུ་མེད་ནོ།

ས་མྱུག་དེ་དག་གི་ངོ་བོ་རྣམ་པ་ཀུན་ཏུ་གཅིག་ཤོས་ཇི་ལྟར་མྱུ་གུའི་གནས་སྐབས་སུ་མྱུ་གུ་འདི་གཟུང་དུ་ཡོད་པ་དེ་བཞིན་དུ་ས་བོན་དེ་ཡང་དབང་བའི་ཤེས་པས་གཟུང་དུ་ཡོད་པར་འགྱུར་བ་ལས། འོ་དེ་ཤེས་འགྱུར་དོན་དུ་འམ་འདྲ་གི། དུ་བསྟན། མེད་པ་དུས་སུ་ཉེ་བ་དེ་ཉིད་སྤོང་བར་འདོད་པས། འོ་དུ་མེད་ནོ་གི་དང་ཉེ་བ་གང་གི་ཉེ་བ་དེ་ཉིད་སྤོང་བར་འདོད་པས་ས་མྱུག་གཉིས་ཀྱི་ངོ་བོ་ལ་གཞན་མེད་པ་འདི་ནི་ཁས་བླང་བར་མི་བྱའོ།

ཨོ་ཡ། ད་ཉི་སྐུགས་ནས་སྐུབས་སུ་ས་བོན་བཟུང་དུ་མེད་པ་དུས་ཟིར་བཟུང། ཨོ་དེའི་རྒྱུ་མཚན་གྱིས་ཏེ་གོང་གི་ཉེ་བ་དེ་གཉིས་སྤོང་བར་འདོད་པས་ཡིད། ཨོ་གཅིག་བཟུང་དུ་ཡོད་པས་གཅིག་བཟུང་དུ་མེད་པས་གཅིག་བཟུང་དུ་མེད་པར་འགྱུར་བ་གཅིག་བཟུང་དུ་ཡོད་པས་གཅིག་བཟུང་དུ་ཡོད་པར་འགྱུར་བ། ཨོ་ད་དུ་མོ་བའི་ཉེ་བ་གཉིས་བྱེད་དགོས། ཉེ་བ་དེ་གཉིས་སྤོང་བར་འདོད་པས་ས་བོན་གཉིས་ཀྱི་ངོ་བོ་ལ་གཞན་མེད་པ་འདི་ནི་ཟིན་ནོ་ཨོ་ད་ས་བོན་གཉིས་ཏེ།

འཇིག་རྟེན་པའི་ཐ་སྙད་དེ་ཡང་ཟིན། ཨོ་ཡ། ཨོ་ད་གྲུབ་མཐའི་རྟགས་ཡེ་ནས་འགྲོ་གོ་འགྲོ་གི་བདག་སྐྱེ་དག་གི་རེད་ད་གྲུབ་མཐའི་ལུགས་གཞན་དུ་བློ་མ་སྦྱང་བའི་འཇིག་རྟེན་པའི་ཐ་སྙད་དེ་ཡང་ཟིན། ཨོ་ད་འཇིག་རྟེན་གྱི་ཐ་སྙད་དེ་ཡང་བདག་ལས་སྐྱེ་བར་རྟོག་པ་འདི་མི་འཐད་དོ་ཞེས་སྟོན་པ་ནི་ཟིན། ད་བདག་ལས་སྐྱེ་བར་རྟོག་པ་གོ་ཁྲིད་ད་གཙོ་འདོད་པ་ལ་གོ། འོག་རྟགས་ཀྱི་བསྟན་པའི་ཐ་སྙད་དེ་ཡང་དག་ལས་སྐྱེ་བ། སྐྱེ་བར་འདོད་པ་འདི་ལྟར་མི་འཐད་དོ་ཞེས་སྟོན་པ་ནི་གང་གི་ཕྱིར། རྒྱུ་ས་བོན་ཞིག་ན་ཡང་ས་བོན་དེའི་འབྲས་བུ་མཐོང་བའི་ཕྱིར། འོ་ད་ས་བོན་ཞིག་སོང་ན་ར་ས་བོན་དེ་གི་འབྲས་བུ་ད་གཡོག་གམ། འབྲས་བུ་མཐོང་བའི་ཕྱིར། ས་ཉིད་དེ་དག་ངོ་བོ་གཅིག་པ་ཡིན་ཞེས་འཇིག་རྟེན་གྱིས་ཀྱང་ཁས་མི་ལེན་ནོ། འོ་ད་གཅིག་གཅིག་སོང་ན་ར་གཅིག་ཡོད་ནོ། འོ་ཡ་དུ་མོ་བོ་དང་ནི་ད་ས་ཉིད་དེ་དག་ད་ངོ་བོ་གཅིག་ཡིན།

ཨོ་ཡ་ཡོད་ནོ། ཨོ་དེའི་རྒྱུ་མཚན་གྱིས་ད་ས་མིག་དེ་དག་ངོ་བོ་གཅིག་པ་ཡིན་ཟེར་ནས་འཇིག་རྟེན་གྱིས་ཀྱང་ཁས་མི་ལེན་ནོ་གསུངས། ཨོ་དེ་རེད། སྐྱེ་འཇིག་འདྲ་ནོ་གི་ངོ་བོ་གཅིག་པ་ད་དུ་མ་ཡིན་ནོ། ད་འདིའི་ངོ་བོ་གཅིག་གི་གོ་ནོ་དེ་ངོ་བོ་གཅིག་པ་ཁྱད་པར་བ་ཟིག་གི་ཐོག་ནས་གོ་དགོས། འོ་འཇིག་རྟེན་གྱིས་ཀྱང་ཁས་མི་ལེན་ནོ་དང། དེ་ནས་གསུམ་པ་ནི། གསུམ་པ། དེ་ལྟར་གོ་བ་རྣམས་ཀྱི་དོན་དམ་པ། གསུམ་པ་ནི་གང་གི་ཕྱིར། དོན་དམ་པ་དང་འཇིག་རྟེན་གྱི་ཀུན་རྫོབ་ཀྱི་ཕྱོགས་གཉིས་ཀ་ལྟར་ཡང་བདག་ལས་སྐྱེ་བ་རིག་པ་དང་འགལ་བ་དེའི་ཕྱིར་དུ་ཟིན།

ཨོ་ཡ། རྟོག་གི་བ་ཤད་ན། མ་རྟོག་མ་ཤེས་ན་གང་ཡིན་ན་ར་ད་གང་དུ་སྐྱེ་བ་རིག་པ་མ་ཡིན་ནོ། དེ་ཕྱིར་ཕོག་པའི་བདག་སྐྱེ་འགོག་པ་ན་དོན་དམ་པ་དང་ཀུན་རྫོབ་ཀྱི་ཁྱད་པར་མ་འབྱེད་པར། ཨོ་ཡ། ད་མགོན་པོ་འདི་དྲུག་གི་བདག་སྐྱེ་འགོག་པའི་ཐ་ཚུལ་ལྟར་དོན་དམ་པ་ཀུན་རྫོབ་ཀྱི་ཁྱད་པར་དུ་མ་འབྱེད་ར་ནི། ཨོ་ཡ། དོན་དམ་གྱི་ཁྱད་པར་དུ་མ་འབྱེད་ར་དེ་དང་དགག་བྱ་ལ་དོན་དམ་གྱི་ཁྱད་པར་དུ་མ་འབྱེད་ར་དེ་དང་དེ་བདག་ལས་མ་ཡིན་ཞེས་བདག་སྐྱེ་སྤྱིར་བཀག་གོ་བཟང་མོ།

འོ་ད་འདྲེ་བ་རྣམས་ཉི་སྐར་ལ་སོགས་པའི་འདྲེ་བ་རྣམས་བདག་ལས་སྐྱེ་བར་ཁས་བླངས་དང། སྐྱེད་པར་བྱ་བ། འདྲེ་བ་དང་སྐྱེད་པར་བྱེད་པ་བརྒྱུད་དང་ཟིན། འོ་ད་སྐྱེད་བྱ་འདྲེ་བར་སྐྱེད་བྱེད་བརྒྱུད་ནས་ལ། གང་ཞིག་བྱ་བའི་ལས་དང་གང་གིས་བྱེད་པའི་བྱེད་པའོ་ཡང་གཅིག་ཉིད་དུ་འགྱུར་ན་ཟིན། འོ་ཡ་ད་བྱ་བའི་ལས་ར་བྱེད་པའོ་ཉིད་ལ་གཅིག་གིས་འགྱུར་གོ།

ཨོ་ཡ། དེ་ལས་གཅིག་ཉིད་དུ་འགྱུར་ན་དེ་དག་ནི་གཅིག་ཉིད་མ་ཡིན་པས་ན་གཟིངས་ལྟར་སྐྱེ་བཞག་སྐྱེ་བྱེད་བྲལ་བོ་ལས་ར་བྱེད་པའོ། ཨོ་ཡ། སྐྱེ་བཞག་སྐྱེ་བྱེད་གཅིག་རེད། ལས་དང་བྱེད་པའོ་གཅིག་རེད། འོ་ད་དེ་གཉིས་ཀ་གཅིག་ཉིད་མ་ཡིན་པས་ན་གཅིག་ཉིད་མ་ཡིན་པས་ན་བདག་ལས་སྐྱེ་བར་ཁས་བླང་བར་བྱ་བ་མིན་ཏེ་གཟིངས།

གཅིག་ཉིད་མ་ཡིན་པས་ན་བདག་ལས་སྐྱེ་བར་ཁས་བླང་བར་བྱ་མིན་ནི་རྒྱ་ཆེར་བཤད་པའི་ཉེ་བའི་ཐབས་ཀྱི་ཕྱིར་རོ། གསུམ་དང་དག་ཚིག་གཅིག་ཟབ་མོ་རྩ་བ། དེ་ལ་སྐྱོན་དང་པོ་ནི་རྩ་ཤེས་ལས་གསུམ་དང། འབྲེལ་བ་རྣམས་བདག་ལས་སྐྱེས་ནོ་ཁས་བླངས་དང་ན་དེ་སྐྱོན་གཉིས་འབབ་གི་དེ་ཚོ་དང་ནི།

མ་ཁྱི་པོ་ཞེས་དམའ་མོའི་རྒྱང་ཟིན་ནོ། འོ་དེ་གཉིས་གཅིག་ཡིན་པར་ཐལ་ངོ་བོ་གཅིག་ཡིན་པའི་ཕྱིར་ཟེར་ན་མ་ཁྱི་པོ་ཟེར་ནས་དོན་ཆེན་པོ་འགའ་དེ་ཁས་ལེན་འདེབས་དགོས། ཞེས་དམའ་མོའི་རྒྱང་སྔར་བཤད་པ་ལྟར་གྱི་རང་བཞིན་གཅིག་ཏུ་འདོད་ན་ཟིན་ནོ། འོ་ད་སམ་ཡུལ་གཉིས་ཀྱི་རང་བཞིན་འདྲ་དུ་མ་ཡིན་གྱི་འདི་ལྟར་ཕར་ཡིན་ཚུར་ཡིན་གྱི་ངོ་བོ་གཅིག་ཡིན་ནོ། ཁས་བླངས་ཐོག་ན་སྔར་བཤད་པ་ལྟར་གྱི་རང་བཞིན་གཅིག་ཏུ་འདོད་ན་རྣམ་རྒྱལ་ཡང་གཅིག་ཏུ་འཕུལ་ནུས་པའི་རིགས་ཤིག་གཏོང་མི་ནུས་སོ་ཟིན་ནོ། འོ་ཡ། ད་སྔ་ན་བཤད་ནོ་ལྟར་དགོས།

ཇི་སྐད་བཤད་པའི་སྐྱོན་གྱི་གནོད་པ་འབབ་རྒྱུ་སྐྱོན་དུ་འབབ་རྒྱུ་སྐྱག་ནར་གྱི་ད་བདེན་གཉིས་སུན་ཚི་མ་ལོག་པར་འོར། དེ་སྐྱག་ནས་གནོད་པ་འབབ་རྒྱུ་རང་གི་ཁས་བླངས་ཏེ་གནོད་པ་འབབ་རྒྱུ་དེ་སྐྱག་ཡིན་ནས། ད་སྤྲོ་བ་འོ་བདེན་གཉིས་སུན་ཚི་མ་ལོག་པར་རྟོགས་པར་འདོད་པ་འོ་དུ་མོ་ཟེ་ཡིན་དང་ན་ད་བདག་གཅིག་ཁས་བླངས་བར་མི་བྱ། ད་རང་འགྲེལ་གྱི་ཚིག་རེད།